དེ་ནི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་དྲུག་བོད་དང་བལ་ཡུལ་གྱི་ས་མཚམས་ཡ་ཆུ་ལོག་དང་འབྲེལ་བའི་ཐོག་ནས་མི་ཚོས་ཁ་ལྕེག་ཞུས་པ་ཡིན། ད་ཁ་ཚང་དུ་བལ་ཡུལ་གྱི་གསར་ཁང NTV World གྱིས་བལ་ཡུལ་རྒྱལ་ས་ཀཱཏ་མན་གྲུ་ལ་ཡོད་སྡེ་པའི་བལ་ཡུལ་གཞུང་ཚབ་ཀྱི་གཞུང་ཚབ་པ་ཙེང་མོང་མིང་ལ་ནི་སྤྱི་འགྲིག་ཞུས་པའི་ནང་ལོ་ཡ་ནི་ཁྱི་ནང་ཚུགས་ཀྱི་ད་ལྟའི་དེ་འདྲའི་གནས་ཚུལ་གཅིག་ལྟ་བྱུང་ཡས་ཡིན་པ་བྱུང་གི་ཡོད་པ་དེ་གི་ཐོག་ལ་ཤེས་མདོག་ག་རེ་ཡོད་བས་སེང་དྲི་བ་བཏང་ཡོད་པ་འདྲ་ནི་ཁོ་རང་གི་དེའི་དྲི་བ་གི་ལན་འདེབས་ཡ་ཐོག་མ་དང་པོ་དེ་ཡ་ང་ཚོ་ཚང་མས་རྨང་གཞིས་ཀྱི་ལྟ་དགོས་ཡ་དེ་གལ་ཆེན་པོ་རེད་ཟེར་ནི་ང་ར་ཡ་ནི་ད་ལྟའི་ཆུ་ལོག་དེའི་དང་འབྲེལ་བའི་ཐོག་ནས་ད་སྟབས་མ་ལེགས་པའི་དཀའ་ངལ་མང་པོ་འཕྲད་པ་རེད་ཟེར་ནི་རྒྱ་ནག་གི་ངོས་ནས་ནི་ཕ་ཡུལ་གྱི་མི་མང་པོ་གི་ད་ཚེ་སྲོག་ཤོར་བ་དང་ནང་མི་མང་པོ་ལ་དཀའ་ངལ་འཕྲད་པ་དེ་ཚོ་ཚང་མ་ལས་ང་ཚོས་ཀྱི་སྡུག་སྲན་མཉམ་བཅད་བྱེད་ཀྱི་ཡོད། ད་ང་ཞིག་ཕ་ཡུལ་གཞུང་དང་ཕ་ཡུལ་མི་མང་ལས་ནི་ང་ཚོས་ཀྱི་དེ་བྱེད་ཀྱི་ཡོད། ད་ད་ལྟའི་དུས་ཚོད་ཡ་ང་ཚོ་ཚང་མ་མཉམ་རུབ་བྱས་བྱས་དུས་ཚོད། དཀའ་ངལ་ཆེ་བའི་སྒང་ལ་མཉམ་རུབ་བྱེད་བྱ་ནི་མཉམ་རུབ་ཀྱི་ལས་ཀ་བྱེད་བྱ་ད་ག་ད་ང་ཚོའི་ལས་ཀ་བྱེད་པས་ན་ང་ཚོ་ཚང་མ་ནི་གཅིག་བཟང་ས་ལ་ཀླད་ཀྱི་རེ་བ་དེ་ཡོད་དེ་བར་ཕྱིན་ཚ་ང་ཚོ་གཅིག་གིས་གཅིག་ལ་ད་ལྟའི་སྐྱོན་བརྗོད་མ་བྱས་པའི་ཐོག་ནས་གཅིག་གིས་གཅིག་ལ་ལག་པ་བཏང་བྱས་ནི་དཀའ་ངལ་དེ་སེལ་ཐུབ་བྱེད་དགོས་དགོས་རེད་ནི་ང་ཚོའི་གི་རྒྱལ་ཁབ་དེ་སླར་གསོས་བྱེད་དགོས་དགོས་རེད་ལ་ད་ག་ད་སྙིང་པོ་ཞིབ་བཤད་བྱས་པ་དང་ནི་ཁོ་རང་གིས་བཤད་བྱས་བྱས་ན་གཞི་རྩའི་ནི་ཚུལ་གོ་ཡ་བྱས་བྱས་ན། ནི་བོད་ཡུལ་གྱི་ས་ཐོག་ལ་ནི་དུ་སེམས་རྒྱབ་རེས་ལེགས་འདུག་ཟེར་བ་དེ་སེམས་འདི་གི་གནོད་སྐྱོན་ནོར་བ་དེ་རྐྱེན་ལེགས་བྱས་ནི་ནི་བོད་ཀྱི་ས་ཐོག་ཡ་དུ་ས་རི་ཉིག་ཡོད་ན་རེ་གངས་ཉིག་ཡོད་ན་རེ་ག་ད་འདམ་བག་ཉིག་ཡོད་ན་རེ་དེ་འདྲའི་གི་ནི་ཚུལ་བྱུང་བྱས་ནི་མཐའ་མའི་ཆུ་ལོག་དེ་བྱུང་བ་རེས་ད་ནི་ག་ད་དུ་ག་ད་ད་ད་རྒྱ་ནག་གི་ངོས་ནི་ནི། དེའི་གཅིག་ཁ་ལོ་ད་རྒྱ་ནག་གི་ངོས་ནས་འཐུས་ཤོར་ཡིན་པ་དང་དེ་འདྲ་རྩ་ནས་ངོས་ལེན་བྱེད་ཀྱི་མེད་པ། མ་བྱས་པ་མ་ཚད་ད་གཅིག་ཡན་ལག་འགྲོ་བ་འདི་ལ་བར་སེམས་རྒྱ་ས་དེ་ནི་དུ་ས་ད་བོད་ཀྱི་ས་ཐོག་ལ་མ་ཡིན་པ་ཕ་ཡུལ་ས་ཐོག་ལ་སེམས་རྒྱ་བྱས་ནས་བོད་ལ་གནོད་འགག་ད་གནོད་ཚད་བྱུང་བྱས་ནས་དེ་གི་གྲིམ་འགྲིག་དེ་མ་ཕ་ཡུལ་ལ་སླེ་བ་ད་དེ་འདྲ་གི་སྟོན་འདི་གི་ཡོད་པ་ད་ན་ཞེས་ཁོ་ན་ཚོ་གི་ད་ལྟའི་བཤད་གཅིག་ཡ་ད་རྒྱ་ནག་གི་ཆུ་མཛོད་དོར་བ་རེད་ཟེར་ན་རྒྱ་ནག་གི་བས་ཆུ་མཛོད་དོར་བ་དེ་རྫུན་མ་རེད།

ས་ཡ་གཉིས་སུ་འདུག་ཟེར་ན་ད་ལྟ་ཡིན་ན་ཉི་མ་གསུམ་ནང་ལོགས་ཡ་དེ་ཚེ་འདི་ཡར་འཕར་བ་ཡིན་ན། ད་དུང་ཉི་མ་གསུམ་གྱི་ནང་ལོགས་ཡ་ཆུ་ལོག་ཡང་འཇགས་ཡོང་ཡས་ཀྱི་ཉེན་ཁ་འདུག་བྱས་ཙང་ངས་བོད་ཡུལ་གྱི་ངོ་ཕྱོགས་ནས་ད་ས་དམའ་ས་ཀྱི་མི་དེ་ཚོ་ད་ལྟ་ཡིན་ན་ལྷོད་ཡངས་མ་བཏང་བའི་ཐོག་ནས་ཡ་ཁ་ལོ་ས་མཐོ་ས་ལ་བདེ་འཇགས་ཀྱི་ངོས་ལ་བསྡད་དགོས་ཡ་དེ་འདྲའི་གི་བརྡ་ལན་བཏང་གི་ཡོད་པའི་གནས་ཚུལ་བཅས་རེད་དེ་བཞག་ནས་རྒྱ་ནག་གི་སྲིད་བློན།

ཁོ་རང་གིས་ད་ལྟའི་ད་ཞི་ཅིང་ཕིང་གི་ཚབ་འདྲ་བོ་བྱས་ནས་ལ་འོར་བས་ཡིད་ཆེས་ཡོད་ས་ཀྱི་མི་གཅིག་ཆགས་བསྡད་ཡོད་པ་དེ་འདྲའི་བྱས་བྱས་ནས་ཁོ་རང་ད་ནི་དྲུང་ཆེ་ཁག་གཅིག་ཡོང་ཡོད་པས་ནི་ཚོས་བཅད་རེད་བྱས་ཁོ་རང་ཚོ་ཕ་གི་ཡོང་བྱས་ཕ་གི་མྱུར་སྐྱོབ་ཀྱི་ལས་ཀ་བྱེད་སྟངས་དང་དེ་ཚོས་ག་འདྲ་བྱེད་ཀྱི་ཡོད་མེད་འདི་གང་ལ་བརྟག་བྱེད་ཞིབ་འཇུག་དེ་ཚོ་བྱས་བྱས་ནས་ཕ་གི་ལ་དཀའ་ངལ་འཕྲད་བསྡད་པའི་མི་དེ་ཚོ་ཡ་ན་ཐུགས་ཆེ་གང་དག་ཏུ་བྱས་ཡོད་པས་ནི་ཚོས་བཅད་རེད་བྱས་ད་རྒྱ་ནག་གི་ངོས་ནས་ད་འདི་བཤད་ཡས་ཁོ་རང་ཚོ་གི་མི་གསུམ་དེ་གྲོངས་སུ་ཕྱིན་སོང་ཟེར་བ། མི་ལྔ་བརྒྱ་ལྔ་བཅུ་ལྔ་བརྒྱས་བོར་ལ་ཕྱིན་བཞག། ཐ་ན་ཞིག་མི་གཉིས་ཕ་གི་ལ་སོགས་སྐྱོབ་ཐུབ་ཡོད་པ་དང་དེ་འདྲ་འགའི་ནི་ཚུལ་དཔྱད་བཤད་བསྡད་ཀྱི་འདུག་ད་འཛམ་བུ་གླིང་གི་ཡུལ་སྐོར་བ་མང་པོ་ཞི་བ་རྗེ་ད་དུས་ནང་ལ་འཐིམས་ཡོད་པའི་ནི་ཚུལ་དཔྱད་བཤད་བསྡད་ཀྱི་ཡོད་རེད་ད་གང་ལྟར་ད་ལྟའི་དུས་ཚོད་དེ་ཡ། སྐྱིད་རོང་གི་བརྒྱུད་ནས་གངས་རིན་པོ་ཆེ་ལ་གནས་སྐོར་འགྲོ་ཡ་གི་དུས་ཚོད་ཅིག་ལ་ཁེལ་ཏེ་ཡོད་པ་ཡིན་ཙང། མི་མང་པོ་ཅིག་ད་གནས་སྐོར་གི་གནས་ལམ་ཁེལ་ཏེ་ཡོད་པ། དག་ན་ཤི་ཧིན་དྷུ་གི་ཆོས་དཔོན་སཱད་གུ་རུ་གི་ཕ་གི་ཡ་ད་ག་ད་གནས་མཇལ་འགྲོ་བྱས་སཱད་གུ་རུ་གི་རྗེས་འཇུག་པ་མང་པོ་ཞི་བ་བཅས་ཕ་གི་འགྲོ་བསྡད་ཀྱི་དུས་ཚོད་བཅས་ཆགས་བསྡད་ཀྱི་འདུག་གནས་སཱད་གུ་རུ་གི་ཁོ་རང་གི་ད་ལྟའི་ཨེགས་དྲ་རྒྱའི་ནང་ལོག་བཞག་ཡ་བྱས་ཡ་བྱས་ན། གཙོ་བོའི་ཁོ་རང་དང་འབྲེལ་བའི་ཐོག་ནས་ཁོ་རང་གི་ཆོས་ཚོགས་ཀྱི་མི། རུ་ཁག་ཉི་ཤུ་རྩ་གཅིག་སུ་ཡོད་པ་རེད་ས་ད་རུ་ཁག་ནང་ལོག་ནས་ཁག་གཅིག་གནས་སྐོར་བྱས་ཚར་བྱས་ཨ་ནི་བདེ་འཇགས་ཀྱི་ངོས་ནས་ཕར་ལོག་ཐུག་ཡོད་པ་མི་བཞི་བརྒྱ་དགུ་བཅུ་གོ་ལྔ་ཞིག་བརྩི་བསྡད་ཀྱི་འདུག་ད་ལྟ་ཁོ་རང་མཉམ་དུ་བོད་ནང་ལོག་ཡ་གནས་སྐོར་མཉམ་དུ་ཡོད་བསྡད་པ་འདི་བདུན་བརྒྱ་བཞི་བཅུ་ཞེ་གསུམ་བྱས་ཨ་ནི་བ་ཡུལ་ལ་ད་འདི་ནི་ཡར་འབྲོག་ཡ་གི་གྲ་རིགས་ཅིག་ནས་བསྡད་བསྡད་པ་འདི། མི་བརྒྱ་དང་བཞི་བཅུ་ཞེ་བརྒྱད་ད་ཁ་ཚང་ཕ་གའི་ས་མཚམས་འགག་སྒོ་ལ་ཡོད་བསྡད་པ་དེ་མི་བདུན་ཅུ་བདུན་བདུན་དང་ནི། དག་སྣང་བ་མི་གསུམ་དག་སྣང་བ་གཅིག་དེ་ནི་སྨན་པ་ཆེ་ནི་ཁོ་རང་གི་ད་གལ་ཆེན་པོ་རྩིས་ཏེ་ས་གཅིག་རེད་དེ་གང་ད་ས་དགུར་གི་དེ་སྐད་ཆ་ཤི་ཡར་དེ་ཆ་ཚང་ཅིག་བལྟས་པ་ན་ད་ལུང་པ་ག་རེ་ག་རེ་ནི་མི་ཡོད་མེད་དེ་ཚང་མ་ཁོ་ཡི་མ་ཡི་འདུག་ཤེས་ཀྱི་འདུག་བ་ད་ཁོ་རང་ངུ་གི་འདུག་བ་ལ་ནི་ཁོ་རང་གི་སློབ་མ་དེ་ཚོ་ངུ་བྱས་ད་གང་ད

ཧང་ག་རི་གི་གཅིག་ཨའི་རི་ཤི་གཉིས་ཨི་ཟི་རེལ་གཅིག་ལུ་ཐེ་ནི་ཡ་གཅིག་མ་ལེ་ཤི་ཡ་གཉིས་རྩ་བརྒྱད་ནེ་ཏར་ལན་གཉིས་ནིའུ་ཛི་ལན་ཏྲི་ལྔ་པོར་ཅི་གལ་གཉིས་ར་ཤི་ཡ་ལྔ་སིང་ག་པུར་དྲུག་ལྷོ་ཨ་ཕི་རི་ཀ་དྲུག་སི་པེན་གཉིས། ཡུག་ཀེ་རེན་དེ་ཡུག་ཀེ་རེན་གྱི་མི་ག་འདྲ་སི་ལ་ཡིན་ན་གང་ཞིག་མི་ས་ལྔ་བཅུ་ང་གསུམ་སི་ཕ་གི་འདུག་ཨ་ནི་དབྱིན་ཇི་ལུང་པ་ནས་སུམ་ཅུ་སོག་གསུམ་ཨ་རི་ནས་དྲུག་ཅུ་རེག་གསུམ་ཉི་ཧོང་ཇ་པན་ནས་ལྔ་ཕི་ལི་པིན་སི་ནས་གཅིག་ཀ་ཛ་ཀི་སི་ཐན་ནས་གཅིག་སྦེལ་ཇམ་ནས་གཅིག་སུའུ་ཏི་ནས་གཅིག་ལི་ཐེ་ཝི་ཡ་ནས་གཅིག་བྱས་བྱས་གང་དག་མི་བཞི་བརྒྱ་བདུན་ཅུ་དོན་དྲུག་ད་ལྟ་བར་དུ་རྙེད་པ་བཅས་བྱུང་མེད་པ་ཆད་བརླག་པ་འདི་བཞི་བརྒྱ་དོན་དོན་དྲུག་ད་ག་རང་ཆགས་བསྡད་ཀྱི་འདུག་དེ་ནི་བལ་ཡུལ་རང་གིས་ད་ད་ལྟ་བར་དུ་ང་ཚོའི་ཁ་ལོར།

དེ་གི་བ་དེ་ན་བ་ཀོར་ལེ་དེ་ད་དེ་ནས་མི་དུན་ཅུ་ཐུན་བཞི་ཆེ་ཨ་ནེ་དེ་ནས་ཡ་སི་ཏྲུ་ན་ད་དིང་ནས་ཨ་ནེ་མི་ཉི་ཙོ་གུ་ད་དུ་སུ་ར་སི་བ་ཁོ་རང་ཡེ་གེ་ད་གཙོ་བོ་རྒྱ་སར་བལ་ཡུལ་གི་ས་མཚམས་དེ་ནས་མི་བཅོ་ལྔ་གི་ཕུང་པོ་རག་ཡོད་པ་ད་གང་དག་དེ་འདྲ་གི་གནས་ཚུལ་བཅས་རེད་ད་ཆ་ད་ད་ལྟའི་ཆ་ནས་མི་བོར་ལག་ཏུ་ཕྱིང་བ་དེ་མང་པོ་བཞི་བོ་ཅིག་ཆག་དེ་གི་ཡོད་པ་ད་ད་ལྟ་གྲངས་ཀ་དེ་ལས་མང་ང་འགྲོ་ཡ་གི་ཉེན་ཁ་ཡང་ཡོད་བསྡད་པ་ད་གང་དག་སུ་སུ་ལ་ཡོད་སུ་སུ་ཡོད་མེད་ད་ད་ཆ་ཤིང་གི་ཡོ་མར་བ་ཁྱེད་རང་གི་གྲངས་ཀ་དེ་ཡར་མར་འགྲོ་བསྡད་ཀྱི་རེད་ད་དེ་འདྲ་རྒྱ་མིའི་གིས་ལ་ཡ་དེ་མི་ལྔ་བརྒྱ་ལྔ་བཅུ་ལྔ་བརྒྱད་དང་ཤེས་ཡ་མི་གསུམ་བཤད་བསྡད་ཡོད་ད་ཤི་ནས་ལྔ་བརྒྱ་ལྔ་བཅུ་ལྔ་བརྒྱད་དེ་ཕ་ཅེ་ཤི་ད་ཤི་བ་ན་ཚེ་ཤ་ན་མ་འགྲིག་གི་མེ་ཡ་དྲོ་ཅེ་ཆགས་བསྡད་ཀྱི་ཡོད་རེད། ཁྱེད་རང་གི་ད་ཕ་གི་ད་ད་འགག་སྒོ་རང་ལ་ནས་ཕ་མཆོག་སྐྱིད་རོང་བྱས་ཚུལ་ཆོག་ར་བཟི་བ་ལ་ད་ཁ་བག་གི་ད་དག་མེ་ཡ་བྱས་དཀའ་ངལ་གཅིག་འཕྲད་བསྡད་ཀྱི་ཡོད་པ་ད་འདས་ཕྱོགས་གཉིས་ཀ་གི་གནས་ཚུལ་བཅས་རེད་ད་ཤ་ད་གང་ད་བོད་ངོ་ཕྱོགས་ནས་ཡིན་ན་མ་ནི་ཡ་རོགས་སྐྱོབ་དེ་འདྲ་བཏང་ཆ། ད་ཕ་གི་ལ་མི་རང་འགྲོ་ནས་ལས་ཀ་བྱེད་ན་མ་གཏོགས་ནི་ཅིག་ད་ལན་འཕྲད་ཐུག་གི་མེད་པ་དེ་འདྲ་བཅས་བཤད་དེ་ངས་འདུག་ད་ང་བཤད་དེ་ཕ་ཡུལ་ནི་ཕ་ཡིན་ན་ཕ་གི་ལ་རོགས་སྐྱོབ་འགྲོ་ཐུག་གི་མེད་པ་མོ་འདྲ་མེད་པ་བྱས་ཨ་ནི་ད་ང་ཞི་ད་མི་མེད་གནམ་གྲུ་བཏང་བྱས་དུ་ཅིག་ཡིན་མི་མེད་གནམ་གྲུ་བཏང་ཤིང་ངས་ད་མི་མེད་གནམ་གྲུ་ཡག་པོ་དེ་འདྲ་ཡོད་ན་ནི་ད་ནང་ཐོན་རོགས་བྱས་ལན་བཤད་དེ་བ་དེ་འདྲ་གས་ནི་ཚོས་བྱས་རེད་དེ་ཤ་ད་ང་ཞི་ཨ་ཕ་ཡུལ་གི་སྲིད་བློན་བ་ལན་འདྲ་ཤ།